ཟས་རྣམས་འཚོ། བོད་ཀྱི་ལོ་གསར་ཤ་ཉེ་ཡོད་པའི་སྐབས་དེར་ཡང་དེ་རིང་དུས་ཚོད་འདི་ནང་ལ་ཡང་ལོ་གསར་གོང་གི་དམིགས་བསལ་ལེ་ཚན་གཅིག་གོ་སྒྲིག་ཞུས་ཡོད། ཟླ་འདི་ནང་ལ་ཡང་བོད་ཀྱི་ལོ་གསར་གྱི་འབྱུང་ཁུངས་དང་བོད་རིགས་ཀྱི་ས་ཁུལ་ཁག་གི་ལོ་གསར་གཏོང་དུས་མི་འདྲ་བ། དེ་མིན་ཡིན་ན་ལོ་གསར་གོང་གི་གྲ་སྒྲིག་ལས་ཀ་ག་རེ་ག་རེ་བྱེད་དགོས་མིན་ཐད་ལ་ཡང། བོད་ཀྱི་དམངས་སྲོལ་རིག་པ་མཁས་ཅན་བོད་ལྗོངས་སློབ་གྲྭ་ཆེན་མོའི་ཞིབ་འཇུག་སློབ་མའི་གདན་ཞུས་སློབ་དཔོན་བྱེད་རིག་པ་བློ་བཟང་རྣམ་རྒྱལ་ལགས་སུ་བཅར་འདྲི་ཞུས་པའི་འབྲེལ་བ་འདི་ཡིན་ན་གོ་སྒྲིག་ཞུས་ཡོད་པ་ནི་ལྷན་རྒྱས་ནས་གསན་བཞེས་གནང་རྒྱུ་དགའ་བསུ་ཡིན། ད་བོད་ཀྱི་ལོ་སར་དེའི་སྐོར་ལ་ཡིན་ན་དེ་པ་ཞིག་གིས་ཁ་ཅིག་གི་གསུང་རྒྱུད་ལ་ཡིན་ན་ད་ཅིག་གིས་ག་མུ་བྷེ་རྩིས་གསལ་ཡ་ར་བོ་ཀོང་པོའི་ཁམ་བུའི་མི་དོ་ཐོག་མ་ཤེས་དུས་ལོངས་སྐུ་བརྩིས་པ་ལ་སོགས་དེ་འདྲས་ཀྱི་ལྟ་གྲ་ཐག་རིང་པོའི་གནས་ལུགས་རྒྱུད་གོ་གནས་མ་གསུངས་སོད། ད་མང་པོ་ཅིག་བྱས་བྱས་དེ་འདྲས་སུ་འདུག་ད་ཡིན་ན་ཡང་ད་ཅིག་གི་ང་རའི་བློ་ལ་ངེས་པ་འདྲ་བོ་དུས་ད་ལྟ་སྔས་མ་གི་འདྲས་པའི་རྩོད་གསུངས་ཡག་བྱས་པ་ཡིན་ན་ནི་ད་བཙན་པོའི་དུས་སྐབས་ཀྱི་སྐོར་ནས་མ་ཞུས་པ་ཡིན་ན་ཐོག་མར་ང་རང་ཚོའི་ལས་བཟའ་དེ་བོད་ཟླ་བཅུ་གཅིག་པའི་ནང་ལ་བཏང་གི་ཡོད་རེད། དེ་ཡིན་ན་ད་ད་མངའ་རིས་ཁུལ་ལ་ཡིན་ནའི་ད་ག་བཏང་གི་ཡོད་རེད། དེ་བྱས་ནས་ཕྱིས་སུ་བཙན་པོ

རྩིས་བཅས་ལོ་མགོ་སྟེ་ཐུགས་བརྩེ་གི་ཡང་རེ་མཐུན་འབྲེལ་ཡིན་འདུག་ག་ནི་ཨ་ནེ་དང་སངས་རྒྱས་པོ་ལོས་ཟ་ཟེར་ཡ་དེ་ཡིན་ན་འཁོར་མདའ་ཟེར་ཡ་གི་དོན་དག་དེ་དེ་འདྲས་སི་རེད་ཟེར་བྱས་གསུངས་སྲོལ་དེ་འདྲས་ཤིག་འདུག་རེད་པ་ཙི་དེ་ཡིན་འདུག་ག་ནི་ཨ་ནེ་ང་རང་ཚོ་སྤྱི་བཏང་བྱས་པ་ཡིན་ད།

ཁ་ཅིག་གི་གསུང་སྲོལ་ལས་གཞན་ན་དགའ་ཟླ་པུ་ཀྲང་གི་སྲིད་དབང་བཙུགས་ཚར་ནས་ནི་ལོ་སར་དེའི་ཐུགས་སུ་བཏང་སྲོལ་དེ་ཡིན། གཞུང་འབྲེལ་གྱི་བྱེད་སྒོ་ལྟར་དེ་འདྲའི་སྲིད་བྱེད་ཅན་མང་པོ་ཅིག་དར་རེད། དེ་ཡིན་པའི་རྟགས་དེ་ག་རེ་རེད་ཟེར་ན། བྱས་ཙང་ཁོ་པས་ཆོ་འཕྲུལ་སྨོན་ལམ་ཆེན་མོ་བཙུགས་པའི་རྣམ་པའི་ཁ་ཐུག་ལས་གཞན་ན་ནི་ཐོག་མར་ཟླ་བ་དང་པོའི་ཚེས་པ་གཅིག་ནས་བཅོ་ལྔ་བར་དུ་སྨོན་ལམ་ཐུགས་གསོ་རྣམས་རེ་གཙོ་འཁོར་བའི་རྣམ་དག་དང་དུས་སྐབས་དེའི་ནང་གི་དུས་ཚོད་ག་ཚོད་ལ་གཅིག་གི་ལོ་གསར་བཏང་སྟངས་ཀྱི་སྐོར་རབ་དུས་འདྲེས་ག་གེ་ཡོད་མ་རེད། དེ་ཕྱི་དུས་ག་ནས་ཕལ་ཆེའི་དེའི་གོང་ལ་ཡིན་ན་མང་ཆེ་སྟེ་ནི་བསོད་ནམས་ལས་ས་ཐག་གི་སྟེང་གི་མལ་གྲོ་གསུང་ཡ་གཅིག་ཡང་ཁ་ཅིག་གིས་དེ་འདྲ་གསུང་སྲོལ་ཞིག་འདུག་ཨ་ནི་ཡིན་ན་ཡང་ག་འདའི་ཕོ་བྲང་གི་སྲིད་དབང་བཙུགས་ཚར་རེ་བཅུག་ལ་ཡིན་ན་རྒྱལ་པོ་ལས་ས་སྟེ་དང་པོའི་ཚེས་པ་གཉིས་ལ་ཡ་ཚེས་པ་གཅིག་ལ་བླ་མ་ལས་ས་དང་གཉིས་ལ་རྒྱལ་པོ་ལས་ས་གཞུང་འབྲེལ་གྱི་ལས་ས་སྟེ་དེ་དང

ཉི་མ་ཉི་ཤུ་རྩ་གཅིག་གི་རིང་ག་ཏའི་སྨོན་ལམ་ཞག་ཉི་ཤུ་རྩ་གཅིག་བསད་དེ། གདུགས་སུ་བཅད། བྱམས་པ་བསྟན་འཕྲིན་གྱི་ཉིན་ག་ཏའི་ཉི་ཤུ་ལྔ་ལ་སྨོན་ལམ་གྲོལ་བྱས་དེ་འབྲས་སུ་རེད། དེ་ཡིན་དུས་ག་ནས་དེ་རྒྱལ་སྤྲི་ཡི་ཐོག་མ་གི་ཟླ་གཅིག་གི་དུས་ཚོད་དེ་དེ་རྒྱལ་གངས་དཀར་ལོ་ནི་ཚོགས་སྤྱི་ཤམ་གྱི་ལག་ལེན་བྱས་ཡ་དེ་ཚོ་གྱ་བ་ལྔ་པའི་དཔྱད་ཡིག་ཞིག་གསུངས་བྱེད་ཀྱི་ཡོད་རེད་དེ་ཡིན་དུས་ག་ནས་ལོ་སར་དེ་ཟླ་བ་དང་པོའི་ནང་ལོ་སར་དེ་ཁྱབ་ཆེན་པོ་བཏང་ཡ་དེ་རྒྱལ། ལྔ་པའི། སྐུ་བསྟུན་ནས་ཆུང་ངུ་མེད་འགྲོ་གསུང་སྙན་དེ་འདྲའི་ཁག་ཅིག་ཡོང་གི་འདུག་ད། དེ་ཡིན་དུས་དེ་ཚོའི་གང་ལ་ཡིན་ན་ཅིག་གི་རྣམ་ཐར་དང་ལོ་རྒྱུས་དང་དེ་ཚོའི་ནང་ལ་ཡིན་ན་ཞེ་དྲག་གནའ་རབས་ཀྱི་ལོ་རྒྱུས་དེ་འདྲའི་ཐོག་ལ་ཡིན་ན་ང་རང་ཡིན་ནས་ཞིབ་འཇུག་བྱེད་ཡག་ཞེ་དྲག་མེད་དེ་ཡིན་ང་མང་ཚོས་དེ་དོ་སྣང་རབ་དང་དགའ་ཞེན་རབ་དེ་དམངས་སྲོལ་གྱི་ཐོག་དེ་བྱས་བྱས་དེ་འདྲ་ཟིན། ལས་ས་ཏང་ཏང་གིས་བསྐོས་ཏེ་ཞུས་པ་ཡིན་ན། ལས་ས་གཙོ་བོ་གྱུར་པའི་དབུས་ཁུལ་ལ་ཡིན་ན། ཧོར་ཟླ་དང་པོའི་ཚེས་པ་གཅིག་ལས་ལས་ས་འགོ་བཙུགས་བཅས་གཏང་ཡ་ཆེ། ཡང། གཞིས་ཀ་རྩེ་ལ་སོགས་པའི་གཙང་ཁུལ་གྱི་ས་ཆ་ཁ་བཏགས་ནི་དབུས་ཁུལ་ནས་སྙེ་མོ་དང་ཐད་ཀའི་གོང་དུ་ཞུས་པའི་གནས་ཤིང་ལྗང་མདའ་རྣམས་དང་དེ་ཚོའི་རྒྱུད་དེ་བ་ཡིན་ན་ནི་བསོད་ནམས་ལུས་ས་གཏོང་བ་ཡིན་ཅེས། མངའ་རིས་ཀྱི་ཁུལ་ལ་ཡིན་ན་ཟླ་བ་བཅུ་གཅིག་པའི་ནང་ལུས་ས་གཏོང་དགོས་རེད་གསུངས་འདུག་ད་དེ་བཞིན་ཡང་ཀོང་པོའི་ཁུལ་ལ་ཡིན་ན་ཟླ་བ་བཅུ་པའི་ནང་ལ་ཡར་ཀོང་པོ་ལོས་ས་སྲིད་ཡར་དམིགས་བསལ་བྱས་ཏེ་དེ་འདྲའི་སྲིད་ཏང་བཟོས་ཡོད་པ་དང། དེ་མིན་ཡང་བྱང་ཁུལ་དང་ཁམས་ཁུལ་ལ་ཟླ་བ་དང་པོའི་ལོས་ས་ད་ག་བཏང་ཚེ་དེ་འདྲ་བྱེད་ཀྱི་ཡོད་པ་འདྲ། དེ་བྱེད་དུས་ག་ནས་ལོས་ས་དེའི་ཏང་ཡག་གི་གོ་རིམ་དང་ལོས་ས་མ་བཏང་གོང་ལ་མང་ཚོགས་ཀྱིས་ད་ཅི་གི་རྒྱུན་ལྡན་གྱི་བྱེད་སྒོ་ལྟར་བློས་གསར་གཏོད་ལས་གནས་གཞུང་འབྲེལ་དང་དམངས་སྲོལ་གཉིས་ཡུལ་དུས་གཞུང་འབྲེལ་གྱི་བསྐོ་དེ་ལས་གཡུག་ཤག་ངལ་རྩོལ་དམངས་སྲོལ་བསྐོ་དེ་ནས་བཤུས། མངའ་རིས་ལ་ཟླ་བ་བཅུ་བཅུ་བའི་ནང་ལ་དེ་ནི་ཆེས་གནའ་རབས་དུས་ཀྱི་བློས་གསར་གཏོང་ཟླ་དག་རེད་གསུངས་འདུག་ག་དེ་རེད། ཡང། ཀོང་པོ་ལོའི་ས་དེའི་ཟླ་བ་བཅུ་པའི་ནང་ལ་བཏང་ཡ་དེ་ཡང་ཀོང་པོའི་དམངས་ཁྲོད་ཀྱི་ཤོད་སྲོལ་ལས་ཡ། ཨ་སྐྱེས་སྐྱེས་པོ་དམག་ལ་ཐོན་རན་ནས་ཨ་ལོའི་ས་སྔ་ནུ་ལ་བཏང་པ་རེད་ཟེར་ཅིག་གི་ཡང་བཤད་སྲོལ་དེ་འདྲ་ཆེ་ད་སྔ་མ་དུས་ཀྱི་ཀོང་པོ་སྲིད་གྲོས་ཀྱི་ཀྲུའུ་ཞི་གཞོན་པ་རྣམས་རེད

ང་རང་ཚོ་ད་བོད་ཟླ་དང་པོའི་ནང་ཚུད་ནས་ས་བྲོས་ཡིན་ནི་དོ་མ་ཐུག་སུ་ལས་སྤྱི་འཐུས་ཨ་ནེ་ས་ལུའི་མདུན་རྒྱལ་ཆེ་ཨ་ད་ཅི་ད་དེ་སྤྱི་འཐུས་ག་ནས་ཨ་ནེ་ཟླ་བ་དང་པོའི་ནང་ལ་ཡར་ལོས་ས་དེ་ལྷོད་ལྷོད་ཅིག་ཡོང་མི་འདུག་བྱས་ཙང་དེ་ཡིན་དུས་ག་ནས་བསོད་ནམས་ལོས་ས་དེ་ཟླ་བ་བཅུ་གཉིས་བའི་ནང་ལ་བཏང་ཡ་དེ་ནམ་དུས་ལ་བསྟན་རྗེས་ཡིན་ནའི་ཐུགས་སུ་ཆས་པ་རེད། ཡང་གསུང་སྲོལ་གཅིག་དེ་འདྲ་ཞིག་འདུག་དཔེར་ན་སྤྱིར་བཏང་ང་རང་ཚོའི་ལུང་པ་མང་ཆེ་ལ། བོད་ཟླ་དང་པོའི་ཚེས་ཤར་ལ་ཡ་ད་ས་ལུའི་དོན་རྒྱལ་ཆེ་གེར་བ་ཞིང་པའི་ས་ཁུལ་མང་ཆེ་དེ་ཡ་ས་ལུའི་དོན་རྒྱལ་ཆེ་དེ་བྱེད་དུས་ཡང་ད་ག་ད་ག། ས་ལུའི་དོན་རྒྱལ་ཆེ་བ་ད་དེ་ཚོ་ཡང་བྱེད་སྒོ་མང་པོ་བཅས་བྱེད་རྒྱུ་འར་བ་བྱིངས་པའི་ས་ཁུལ་དེ་འདྲ་སྤྱི་བདེའི་ལས་ས་དེ་ད་བར་ཅུང་ཉེ་བའི་ནང་བཏང་བས་ཡིན། གནས་ཡིན་ཡང་བལྟས་ཚེ་རྒྱུན་རིང་ངེས་ཡོང་ཡག་གི། དེ་ཡིན་དུས་སོ་ནམ་ལོ་སར་ཟེར་དགོས་ཡག་ཁོ་ར་འུ་དེ་ལྟ་བུ་རེད། གསུང་སྲོལ་དེ་འདྲས་བཅས་འདུག། དེ་བྱས་ནས་དེ་ནས

ལྟ་བ། ཡང་ན་དང་པོའི་སྣང་བློས་ས་བཏོན་གྱི་ཡོད་རེད། དགོན་པ་ཁག་ལས་དང་པོའི་སྣང་བློ་རེད་དེ། སྐུ་དྲག་གི་གཞིས་ཀ་མང་ཆེ་བ་ཅིག་ལས་ནི། ལྟ་བ་དང་པོའི་སྣང་བློས་ས་བཏོན་གྱི་ཡོད་རེད། དེ་འདྲ་བྱས་བྱས་ཡང་ཅིག

གཞན་ནི་གྲོང་གསེབ་ཡིན་ན་གནས་ཡུལ་གྱི་བ་གཅིག་གི་བྱང་ཙང་ལ་སོགས་པ་དེ་འདྲ་གི་གང་པོ་དེ་ཚོའི་ནང་ལ་ཡང་བུད་དོ་སྟེ་ཡང་ན་གྲུ་ཞིག་གི་སྐར་རྟགས་འཐེན་བྱས། ཀིརྟིའི་རྒྱལ་པོས་དེ་བསྐྱལ་ཏེ་ཡང་སྐར་རྟགས་འཐེན་པ་དེ་བསྐྱལ་ལ་ཡང་ཐེག་དགུ་ཁྲི་ལ་ཡིན་ན་གཅིག་གི་ཀླུ་མཚོན་ཆེ་ལ་སྡིག་པ་ར་ཉག་གི་གཟུགས་བྲི་ཡ་དང་ཡང་ན་དེ་བ་གཅིག་གི་བརྟག་དཔྱད་བུམ་གཟུགས་རབ་བརྟག་སྟེ་གཅིག་གིས་བཀའ་རྟགས་གྱ་སྙེགས། ལག་རྩལ་གྱི་རི་མོའི་ཁྱད་པར་བསྟན་བཅས་དེ་འདྲའི་གསེར་རི་མོ། བཀྲ་ཤིས་རྟགས་བརྒྱད་ལྟར་ནི་དེ་བ་གཅིག་གིས་བཀྲ་ཤིས་པའི་རི་མོ་མཚོན་བྱེད་རབ་བོ་དེ་འདྲའི་གང་མང་མ་དེ་བཀླག་པ་དུས་ཡིན་ན་བཀའ་རྟགས་ཁོ་ར་ཡག་པོ་ཆེ་མཐེ་བོའི་རྟགས་དེ་འདུག་བཤད་བྱས་གདུང་མ་དེ་ནི་རྩིག་པའི་ལས་ལ་སྐྱེ་བ་བཀའ་ཤག་གིས་ནི་རྒྱ་ནག་ཚའི་རི་དེ་འདྲའི་དུང་མཚམས་ཡི་གེ། དེའི་རྩིག་པའི་དང་ལྕམ་གྱི་མཚམས་དེར་ཡང་འོད་དེ་འདྲས། རྒྱ་ནག་ཅེ་རི་བེ་ཏུ་འཁོར་ཡུག་ལ་ཡང་བྲིས། སྐར་རྟགས་དེ་ཉིད་དེ་འདྲས་ཡོད་རེད། དེ་བྱས་སྐར་རྟགས་དེ་བསྐྱེད། ཨ་ནི་དེ་མིན་གཅིག་གི་ལོ་གསར་གྱི་སྐབས་ལ། གོ་ཡག་གི་དུག་ལོ་གསར་པ་བཟོ་ཡག་ཡིན་ནའི་རེད། ཡང་ན་གཤེན་པོ་སྐོར་ཡོལ་དར་ལྕོག་ལ་སོགས་པ་དེ་བྱས་ཏེ་གང་གི་བཙེམ་ཡག་དང་ཉོ་ཡག་དང་གྲ་སྒྲིག་དེ་བྱས་དེ་བྱས།

ཆེས་མཚར་དང་སྣུམ་ཕྱུགས་རེད། དེ་ཡི་གོ་བ་ལྷ་བུ་གོང་ན་ཞིག་རེད། ཨ་ནི། ད་བ་ཅུང་གཉིས་པའི་ད་ཚེ་ཞག་ནས་སོང་ཅིག་ཨ་ཁ་བསད་བཀྲ་ཡག་གོ་ཐུ་ཚུ།